ཐིག་ཀ་དག་ནི། སུས་མཐོང་ཡང་ལུས་པོའི་བ་སྤུ་འོངས་གྱེན་དུ་གཟིང་བ་ཞེས་པའི་སྐུ་བརྙན་འཇིགས་སུ་རུང་བ་ཞིག་གི་མདངས་དང། ཕ་རྒན་ཕུ་ཚོགས་ཀྱིས་རྡོ་རྒན་ས་ལ་འགྱེལ་བ་དག་ཀྱི་ཅོང་ཞག་སངས་ཚར་རྗེས་སུ། པུས་མོའི་སླ་ང་ས་ལ་བཙུད་དེ་ཐང་མོ་ཤི་བོར་བསྐོར་ནས་བསུ་བ། འདི་ལྟར་བཏབ་བོ། གང་མཐོང་ལྷག་མི་བྱེད་ནོ། བདག་ཅག་ནི་ད་ལྟའི་མི་ལུས་ཐོགས་ཀྱང་ཤེས་བ་སྔ་མ་མཆོག་ཏུ་བསོད་ནམས་མ་བསགས་པའི་རྐྱེན་གྱིས་ད་བར་གདུལ་དཀའ་ལས་ཁོ་ནའི་སྔོན་མི་ཚེ་འདི། ད་ནི་ཚད་ཕྱི་མའི་དང་ཕྲན་བུ་བསྒྲུབས་ཤིག་གནས་སྐོར་ལ་ཡོང་ནས་ལྷ་སའི་ཇོ་བོའི་ཞལ་མཇལ་ཙམ་བྱ་རྒྱུའི་འདུན་པ་ཁོ་ན་བྱུང་ཡང། ཕ་ཡུལ་ནས་ཐོན་ཏེ་དུས་ཡང་ཟླ་བ་དྲུག་ལྷག་ཙམ་གྱི་རིང་ལ། སྒང་སྡེ་དང་གནས་ཆེན་བཞི་ཅུ་ཙམ་བསྐོར་ཟིན་པ་དང། ད་ནི་ལྷ་མོ་ཁྱེད་ཀྱི་སྐུ་གང་དུ་ལྷག། གསུང་ཉང་ས་ག་ཟླ་བའི་ཚེས་ཆེན་བཅོ་ལྔ་ལ་ཆུ་བོའི་ཤར་རིའི་འཇག་གི་དུས་སུ་སླེབས་པས། ལྷ་མོ་ཁྱེད་ཀྱིས་ངེད་གཉིས་ཕ་བུ་གཉིས་ལ་དེའི་བར་དུ་བར་ཆད་མི་ཡོང་བའི་བྱ་འཇུག་ཅི་ནས་ཀྱང་ཡོད་པ་ཞིག་ཞེས་མ་ལངས་བདག་གིས། ཕ་རྒན་ཕུན་ཚོགས་ཀྱིས་པུས་མོའི་འགྲམ་ནས་ཁ་བ་དེ་བླངས་ཏེ་ག་ལེ་ཡ་བླངས་རྗེས་རང་གི་གཡང་ཕྱོགས་སུ་བླངས་པས་བུ་ལོ་ཆུང་ཞིག་གི་དཔུང་པའི་ཐོག་ལག་པ་གཡང་མ་བཞག་ཐོག་ཡང་ཡང་ཕྱི་མིག་བལྟ་ཡང་ལྷ་ཁང་གི་ཕྱི་རོལ་དུ་ཐང་དེ་མ་ཐག་ཏུ་སྒྲོལ་དཀར་རྡུལ་རྡུལ་དུ་འགྲོ་ཅེས་ནམ་མཁའ་ནས་གློག་འཁྱུད།

དྲག་ཆ་འདི་གང་མགྱོགས་ཆད་ན་ཅི་མ་རུང་སྙམ་པའི་སྐབས་སུ་མི་མཚུངས་དེ་ཁྱི་འཛུམ་མ་སྟེ། ན་ཚོད་ད་ལ་བབས་པའི་བུད་མེད་ཅིག་གིས། རང་གི་ཤུ་གུའི་ཐུ་འོག་ཏུ་ཤི་མོ་ཡོད་པ་ཤེས་ནས་ལྟ་བར་ཡོང་དུས། གྲི་གུམ་དང་ནག་རྡུལ་གྱིས་མནར་བའི་མདོག་ཤ་ལ་ཤ་རུས་པའི་རྒད་པོ་ཞིག་གི་བང་དུ་བུ་ཆུང་ངུ་ཞིག་ཉལ་ནས། ཕག་མ་གཉིས་གཅིག་གི་གཅིག་ལ་འཐམས་ནས་བསྡད་ཡོད་པ་མཐོང། དེ་ནས་ཁྱིམ་ཚང་མ་དེས་ཁོང་གཉིས་གང་ནས་ཡོང་བ་དང་གང་དུ་འགྲོ་བ། གང་ཅི་འདྲ་བྱས་ཡོང་བ་སོགས་ཞེ་དྲག་དྲིས་པ་ལ། ཕ་རྒན་ཕུ་ཚུགས་ཀྱིས་ལན་ཅི་མ་བྱེད་ཀྱང་གྲོགས་འབོར་མེད་པས་གནས་ལུགས་རྣམས་རྟོགས་ཤིང། ཁོང་གཉིས་ལ་མགོ་ནས་འཇུས་པ་ཞིབ་པར་བལྟ་དུས་ཕ་རྒན་གྱི་ཕྱི་པ་ནི་ལྷན་པས་ཁེངས་ཤིང། རྐང་པའི་པུས་མོ་གཉིས་དོག་མོའི་ཤུ་ལ་ལྷུང།

མཁའ་དང་སྔས་པ་ཡ་རྒྱུ་མ་རྒྱུ་ཞེས་ཀྱང་འདོད། མདོ་དངོས་ཀྱི་ཆ་ནས་ཚང་ན་ཕ་རྒན་གྱི་ཨང་གྲངས་དུ་ཕོ་བ་གཅིག་དང་རྩམ་པ་ཕྲན་ཙམ་ཡོད་པ་པོ་ཐུབ་ཅིང། བུའི་ཨང་གྲངས་དུ་ཕོ་བ་ཁ་ལྕགས་གཅིག། དེ་མ་རྒྱུ་ནོར་གྱི་གྲས་སུ་འཇོག་པར་འོས་པ་ནི་ཕ་རྒན་གྱི་ཕྱི་བའི་གོང་བ་ལྕགས་ཁ་གཉིས་དང། ལག་པ་ཁ་བ་དང། ཆུ་སྲང་བཅུ་བཅུ་དབྱུག་པ་ཞིག་ལས་ཅི་ཡང་མེད་པར་མཐོང། ཚུལ་དེ་མཐོང་བས་ཁྱི་འཛིན་མའི་སེམས་ལ་སྙིང་རྗེ་དབུ་མེད་དུ་ཞིག་པ་དང། ཁོང་གིས་བསམས་པ། འདི་ནི་ལྷ་སར་ཕྱིན་ཏེ་ཇོ་བོའི་ཞལ་མཇལ་ཞུ་བར་ཞུགས་ལེ་གཅིག་གི་དུས་ཚོད་ལས་མི་འགོར་ཡང། ང་ནི་ད་བར་མཆོང་རྒྱ་ཐེངས་གཉིས་ལས་ཞུས་མ་མྱོང། ཕ་བུ་འདི་གཉིས་ནི་ཇོ་བོའི་ཞལ་མཇལ་ཐེངས་གཅིག་ཐོག་ཕྱི་ཟླ་བ་དྲུག་ཙམ་གྱི་རིང་སྐལ་བ་ཞིག་ནས་ཡོང་བའི་སྙིང་རུས་དེ་ལྟ་བུ་བཤད་པའི་རྒྱུ་ནི། དམ་པའི་ཆོས་ཁོ་ན་ཡིན་པས་གནས་སྐོར་བ་ཕ་བུ་འདི་གཉིས་ལ་སྦྱིན་པ་བཏང་ན། རང་ཉིད་ཕྱིན་པ་དང་ཁྱད་པར་མང་གྱིས་བསམས་ནས། འཕགས་པ་ཉིད་རང་ཆང་དང་ཡར་ཤོག་ཅིག་བརྗོད་ནས་ལྕགས་དང་རྩམ་པ་དུད་པ་སོགས་ཚིམ་པ་བྱིན། དེའི་ཚེ་ཉི་མ་བཞད་ཟིན་པས་ན་ཁོང་ཉིད་ལ་དོ་ན་འདི་ཉོས་ཅིག་ཅེས་སྨྲས་ཏེ་གཟན་གོང་དུ་ཁྲི་ཐོགས། ཉྭ་གཟན་གཉིས་པོ་བྱས་ཀྱང་ཡག་པོ་བཏང། དེའི་དགོང་མོར་འཕགས་པ་ཉིད་ཁ་རྔམ་གྲོགས་པ་ལྗགས་གཟན་པ་གདན་དུ་བཏེགས་ནས་ཉྭ་གཟན་བྱས་ཀྱང་གང་རྒྱུ་ཡོད་པའི་བུ་ཆུང་དེ་ན་ཉལ་བ་ཙམ་ནས་གཉིད་ལ་ཤོར། འོན་ཀྱང་ཕ་རྒན་ཕུན་ཚོགས་ནི་རང་གི་ཚེ་གཅིག་གི་འདུན་པ་དེ་སྐྱོང། ཇོ་བོ་ཤཱ་ཀྱ་མུ་ནིའི་ཞལ་མཇལ་རྒྱུའི་ཉིན་མོ་དེ་ན། མཁའ་འགྲོ་འདི་བཅས་པས། དགའ་ཚོར་གྱི་སྙུན་ནི་ག་ལ་ཁུག། རེ་ཞིག་རང་གི་བཟའ་ཟླའི་གདོང་ཡང་མིག་གི་མདངས་དང་ཁྲ་ལྷན་ལྷན་དུ་འཁོར་ནས་འདི་སྙམ་དུ་སངས་སོ། ངའི་ཟླ་བོ་འཛོམས་པ་ནི་ལོ་བཅུ་དྲུག་ནས་ང་དང་འགྲོགས་ཤིང། ལོ་བཞི་བཅུ་ཙམ་གྱི་རིང་ལ་ཐོག་མཐའ་བར་གསུམ་དུ་བདག་ལ་གཡོ་མེད་དུ་བརྩེ་བ་དང། ངའི་སྙིང་གི་ཅུང་ལེགས་ཏེ་ཡོང་ཡོང་ལོངས་པའི་སྐབས་སུ། འཛམ་བག་ན་མི་ཡིན་ཕྱི་མིག་ཁེགས་ཀྱང་འདི་ངའི་ཁ་ལ་ལྟོ་ཆས་མཐུ་མ་རེ་རེ་ཡང་དུ་བླུད་པ་དང། ནད་གཡོག་གང་དགོས་བཤད་རྗེས། ཉིན་མཚན་བསྟུད་མའི་རྡུལ་དམྱལ་ཁུལ་གྱི་ཉལ་འགྱུར་དུ་རྩུབ་པོར་བསྡད་དེ། ཡང་ནས་ཡང་དུ་ང་ལ་ལུས་ཁམས་བདེ་མོ་གྱི་སྐད་ཆ་འདྲི་བར་བྱེད། ལྟོས་དང་རྣམ་པ་གང་དུ་ལྟོ་ཞིམ་པ་ཡོད་ན་ང་ལ་བལྟས། ལས་ཁང་པ་ཡོད་ན་རང་གིས་བྱེད། ཐ་ན་འཛམ་བག་རང་ཉིད་ནང་ནས་ནད་ཀྱིས་མནར་ནས་འདུ་བྱེད་གཉིས་ཀྱི་ཚངས་སུ་སླེབས་ནའང་ད་དུང་ངའི་ལག་པ་ནས་བཟུང་སྟེ་ང་ནི་སང་རས་བྲག་སོང་ཨ་ཕོ་ཕོ་ཚོ། ཁྱོད་ཀྱི་སྙིང་ལ་སྐྱོ་གནས་ཡོད་པས་གཟའ་གཟའ་གྱིས་འོང་ཞེས་རང་གི་ན་ཟུག་ལས་ཀྱང་ང་ལ་དོ་ཁུར་ཆེ་བ་བྱེད་པ་དང། འཛམ་བུའི་མི་ཚེ་ཧྲིལ་བོར་རང་སྒེར་གྱི། མདོ་རེ་གང་ཡང་འདང་མ་མྱོང་རུང་ཁྱི་ཁ་བུ་འགྲངས་པ་ཞི་བཞི་བྱས་ནས་ཁ་ཆེན་ཟེར། ང་གཉིས་ཀྱིས་བུ་གཅིག་པོ་དཔའ་གདེང་འདི་ཁྲིད་ནས་ལྷ་སའི་ཇོ་བོ་ཐེངས་གཅིག་མཇལ་བ་བྱེད་རོགས་ཟེར་བཞག་འདི་རང་གི་ཤི་ཚུལ་ནས་བཙུན་ཡོད་ཅིག་རང་ཡོད་པ་དེ་སྤྲོད་ནས་ངའི་ལག་ཏུ་ལོས་ཤིག་མི་ནི་མཆི་མ་དོ་ཁ་ཤིག་ཤིག་བཏང་སྟེ་ཨ་ཕོ་ཕོ་ཚོ། ཁྱོད་ཀྱིས་འདི་ཇོ་བོའི་ཀུན་དགའ་དང་ཕུལ་ནས་ངེད་གཉིས་ཀྱི་བུ་དཔའ་གདེང་ཤུགས་པོ་ཡོང་བའི་སྨོན་ལམ་རྒྱག་རོགས་ཤིག་ཟེར་ནས་དྲངས་སོ།